དུས་རབས་དང་པོ་དག་སྟེ་ཐོན་དབྱར་རྒྱལ་དང་ཚང་གི་ཤག་ཁྲིད་ཆེན་པོ་ང་ཆེའི་གློག་རྡུལ་ཡིག་གཟུགས་ལ་ད་ལྟ་ཕབ་བཞིན་པ་གི་ཡིག་གཟུགས་དེ་འདི་རེད་ལ། ལེ་སི། ཡིག་གཟུགས་དེ་འདི་རེད། ཁྱེད་ཚོ་གི་དྲི་ར་དང་པོ་གི་དྲི་རྒྱུ་གཙོ་དེ་ཁྱོད་ཡིན་ལེ།
ད་ཅིག་ཆ་ཆུ་ཡོ་ད་དེ་འདི་ཆུ་གིག་འདི་རེད། ལེ་སི།
དེ་ཡང་དེ་དེ་ང་ཆེ་ད་ཚང་འདི་སྐལ་བ་བཞི་དགོ་རྒྱུའི་གློག་རྡུལ་ཡིག་གཟུགས་དེ་ཡིན་ན་ཆུ་གིག་འདི་དཔེ་གི་སྟེང་ནས་ང་ཆེ་ལེན་ནི་དེ་མི་སྲིད། ལེ་སི།

གཏི་མུག་དབྱངས་རྟ་འདྲ་མི་འདྲ་ཡོང་འདུག་དབྱངས་རྟ་ལྗོངས་གཅིག་གི་དུ་གི་ཆེ་ཆེ་གང་འདྲ་ད་ལྟའི་ཡི་གེའི་དོ་ཟླ་ནི་དུ་སོང་འདི་རེད་འདི་དང་ནི་ཆེ་ང་ཚོ་རིག་གནས་མང་སྔགས་སུ་རྒྱུན་འཛིན་ཡོང་ནི་འདི་དང་རོལ་མོ་རོལ་ཤ་དཀྲོལ་སྟངས་ཡིན་ན་ཆོག་གི་དུ་གི་དབྱངས་རྟ་ཡིན་ན་ཁ་ཚང་བོ་འདི་དང་ནི་ཆེ་གི་ང་ཚོ་བོད་གི་ཐུན་མོང་མ་ཡིན་པའི་རིག་གནས་གི་ནང་གི་དབྱངས་རྟ་གི་འབྲུ་དེ་འདི་མི་ཚུགས་ཤིང་འདི་དབྱངས་རྟ་གི་སྐོར་དེ་འདི་མི་འདི

བྲིས་རྗེས་ཞག་གཅིག་གི་བོད་གྲངས་དེ་ཧ་ལས་མང་བོ་ཞིག་རེད་ད་ནི་དེ་རང་ཁར་སང་ཡང་གཅིག་སྔ་མོ་ཤོད་སྔ་བ་རེད་ན་ཐུག་དེ་རང་ཁར་སང་ང་ཕྱི་ལག་ན་ཡོད་པ་དེ་གཅིག་ཉུང་ཉུང་རེད་ཙམ་ལོ་རྒྱུས་ཀྱི་སྟེང་ན་ཁོང་ཧ་ལས་པའི་ཐུག་གི་དེ་བྲིས་པ་གི་ནང་ནས་མང་བོ་གྲུབ་ཐོབ་མཁན་གྱི་དེ་འདྲའི་གི་བྲིས་པ་ཟེར་རེད་ལ་ད་འདི་འདྲ་ཡིན་ན་འདི་སོ་གླང་སྒྲུང་རེད་འདི་དཔེར་ན་འཛམ་གླིང་སྤྱི་བའི་རྟོག་པ་བརྗོད་པ་རྟ་རྒྱུག་ནོར་བུ་ཆ་བདུན་དེ་ནས་འཕྲོག་མ་མེ་ཏོག་ར་བ་དམག་ས་བཟུང།

དག་གི་ཡོངས་སྒྲུབ་སྒོས་ཀྱི་འབྲོག་སྲིབ་སྒོས་ཀྱི་ཅིག་ཆར་ལག་ཤོར་བའི་རྒྱུ་དེ་མི་ཡོང་ནི་མ་རེད། ཐོག་མ་གཅིག་གི་བྲིས་སྟངས། ཐོག་མ་གཅིག་གི་བྲིས་སྟངས་འདི་གཏེར་ཆོས་ཀྱི་ཆ་ཆོས་རེད། ད་དཔེར་ན་གཏེར་རྩ་མཚར་རྩ་འཛིན་མཁན་ན་འདི་མི་བཟོས་བྲོས་དགོས་ན། ད་ཅིག་དུས་ཚོད་རིང་པོ་ཐོག་དགོས་ནི་མ་རེད། འདི་ཤར་མར་བྲིས་རྒྱུགས་གྲུབ་སོང་ན་དེ་མི་ཕྱིའི་རྗེས་མ་ཞིབ་འཇུག་ཡིན་ཡོང་ནི་ན་དེ་ང་ཚོས་ཅིག་ཚད་ལྡན་གྱི་རྩོམ་ནང་བཞིན་དུ། ཡོང་བདག་ཡོད་པ་ད་ལྟའི་ཕྱི་སྲིད་གོང་འདྲ་ང་ཅིག་ང་ཅིག་རྩོམ་གཟིགས་ཡིན་ན་ཅིག་ཞེ་དག་ལྟ་སྤྱོད་མང་པོ་དགོས་འདྲ་དེ་མ་སོང་བའི་རྩོམ་ཡིན་ན་ཡང་ད་ཁུར་དགའི་གཞུང་ལུགས་དེ་ཁ་ཚང་གྲུབ་བདག་ཡོད་པ་དེ་ཅིག་ཡར་མར་ར་ཅིག་གང་ཡང་ལས་ཀ་གང་ཡང་སྐབས་ལས་རྒྱག་མི་དགོས་པ་དེ་གཏེར་ཆོས་ཀྱི་ཆ་ཆུ་རེད་གཏེར་ཆོས་ཟེར་རྒྱུ་དེ་དེ་འདྲ་ཟེར་རེད་འདི་ཡིན་ན་ཁོང་གི་ཐོག་མར་དག་བརྩམས་གཞི་གི་འདི་རེད་དབང་ཆེན་པད་མ་རྒྱལ་རུས་ཀྱི་སྒྲུབ་སྐོར་རེད་འོ་ཁུ་འདི་ཡིན་ན་ཁོང་གི་ཡར་ཤར་མར་བྲིས་འདི་བྱང་འདི་རེད་ཤོག་འདི་མོ་ཆུང་ཆུང་རེད་འདིའི་སྟེང་ན་བྲིས་རྩིབ་འདྲ་འདི་མོ་རིག་རྒྱུ་མེད་མཁན་ན་ལ།